ཨ་ནི་ལ་ཞུགས་ཡིན། དེ་གདམས་ངག་ཉམས་སུ་ལེན་སུས་ཟིན་པ་དེ་ཨ་ནི་ཤ་འོག་མིན་འདི་ལོ། ང་བཅད་ཀྱིས་དེ་ལས། སྐྱེས་ནས་བར་དོ་ལོ་མ་འཁྲུལ་བ་བས། ཡང་ལྟ་བོད་ཀྱི་ལམ་འདི། ཚུལ་དགོ་བ་སྦྱིན། ཨ་ནི་བཀའ་སྡེ་བའི་ཚུལ་འདི་ཀྱི་སྒོམ་ནི་ཨི་ན། དེ་ཨ་ནི་ལོ་གདམས་ངག་ཉམས་སུ་ལེན་སུས་ཟིན་ཞུགས་ཡིན། དེ་ཨ་ནི་བས་ནི་འདི་ཡི་དྭགས་དང་བར། སྐྱེས་ནས་བར་དོ་འདི།

ཡང་ན་སྣག་ཚའི་སྐུ་གསུམ་གྱིས་རོལ་པར་བྱ་བ། སླད་དེ་ལས་སྔ་རྗེས་བླ་མ་རྟེན་གདབ་སྔགས་འདི་སོགས་ཚུལ་བཞིན་ཉམས་སུ་བླངས་པ་ལོ་སྟེ་འདས་ཀྱི་བའི་དེ་ལས་སྔ་རྗེས་ཁྲུས་ཁྲུས་ལས་སེམས་ཀྱི་ངོ་བོ་སེམས་ཀྱི་གནས་ལུགས་དེ་སྔ་རྗེས་རང་གི་སེམས་ཀྱི་གནས་ལུགས་དེ་ཡེངས་པ་མེད་པར་དེ་ལས་ཚུལ་བཞིན་དུ་སྤྱོང་འདས་ཀྱི་བའི་ཉམས་སུ་ལེན་པའི་བྱ་ཆབ་གསུམ་གྱིས་ཨེ་མ་བྱིན། ཡང་ན་གཟུགས་མེད་ཀྱི་གདམས་ངག་ཉམས་སུ་ལེན་པ་ལོ་སྟེ་འདས་ཀྱི་བའི་དེ་ལས་གདམས་ངག་འདིའི་དོན

རང་རྟགས་རྟུལ་མེད་ཀྱི་དེ་ལས། གདམས་པའི་ཤུལ་ལ་ཐོས་བསམ་སྒོམ་གསུམ་རྣམ་པར་དག་པ་འགྲུབ། འབད། ད་དེས་ན་སྒོ་ན་ལས། སེམས་ཀྱི་གནས་ལུགས་ཡེངས་མེད་སྤྱོད་ཡུལ་གྱི་ཉམས་ལེན། ཚུལ་བཞིན་དུ་འབད་བ་ལ་སྟོན་ཏེ་བགྱི་བའི། ཏེ། དོ་ཧ་ར་མ་བར་དོ་འོག་མ་དེ་སུ། ཆོས་ཉིད་བར་དོ་དང་སྲིད་པ་བར་དོ་དེ་སུ་ཐོག་མ་འགོག་པ།

འདོད་ཆགས་ཀྱི་བག་ཆགས། ངག་གི་ཕྲག་དོག་གི་བག་ཆགས་གཏི་མུག་གི་བག་ཆགས། དེས་ན་འཆར་ཀ་ར་གི་ར་མ་ཤི་མི་མོ། འདོད་ཆགས་བཞི་དང་གཏི་མུག་ངག་གི་ཕྲག་དོག་སེམས་མེད་དེ་དེ་ལས་ག་གེ། སློབ་སྦྱོང་སྤྲུལ་མ་གོ་བ་ཤི་ན། དེ་སེམས་ཅན་རང་ར་སོ་སོ་ཐ་ན་ཨ་ལུ་མས། ཨ་ལུ་མས་སྐྱེ་བོའི་འདོད་པའི་གི་དུས་སུན་ན་ལས་ར་དེ་ལས་ང་འཆར་ཆགས་ཆགས་དེ་ལུས་རྩིབ་ས་ནི་དང་ག་ནི་སོ་སོ་འདུག་ག་དེ་ལས་དེ་ག་གེ་སློབ་སྦྱོང་སྤྲུལ་མ་གོ་བ་དེ་ལས་ང་འཆར་ཀ་ར་དེ་ཨ་ནི་གཟུགས་མེད་ཅོ་མོ་མོ།

དང་ནི་གཟུགས་མེད་མི་རྟག་པ་ལ་རྟག་པ་འཛིན་སེམས་མི་བདེ་དེ་ལས་ང་རྒྱལ་ར་གཉིས་ཉེ་བོ་དབྱིངས་ས་ཅི་རུ་མི་རྟག་པ་ཡིན་དབྱིངས་མེད་བཟའ་ཚང་ནི་དབྱིངས་ས་ཅི་རུ་མི་རྟག་པ་ཡིན་བུ་བཞི་བུམ་བུའི་དབྱིངས་རུ་མི་རྟག་པ་ཡིན་ད་དེ་གཟུགས་མེད་དེ་ལས་ང་རྒྱལ་ར་ཐོག་ཀོ་ས་དབྱིངས་རུ་མི་རྟག་པ་ད་ང་ཅི་བཏང་སྙན་སྒྲ་དབྱིངས་རུ་མི་རྟག་པ་དུས་སྣང་ངོ་མ་ལུགས་ལྡོག་ལྡོག་ཆམ་ལྡོག་ལྡོག་སྟེ་དེ་ལས་ང་རྒྱལ་ར་འཇའ། བཟའ་ཚང་གཅིག་དབྱིན་རེན་ཧེ་མ་རྣམ་པའི་ས་མི་ཐུ་རྣམས་ཀྱི་ཐོག་ལས་དོན་སྒྲུབ་སྟེ་ཡུལ་ཚོའི་སྐྱེ་བོ་གྲབས་བྱང་ཆོས་ལུགས་རྒྱུ་གཉིས་ཉེ་དབུས་དབྱིན་རུ་ཀ་ཅིན་རང་གནས་པའི་རྒྱུ་དེ་གསུམ་པའི་ང་ཅ་ར་སྐད་ཡིག་ཐ་མ་ལོ་བཞི་ནི་ས་བོད་ཐ་མ་ལོ་མཛོ་ནི་ད་དེ་ལས་ང་ཅ་ར་གི་ཁྱིམ་འདི་བཟོས་ཡག་སྐྱབས་རང་གི་དགའ་ག་ར་འདྲ་བོ་བོད་དུས་ད་ཁྱིམ་འདི་དགེ་བསྙེན་ལ་སོགས་པ་ཐོན་འདི་གི་བོད་དེ་ལས་ཁྱིམ་འདི་ཡིན་ན་གོ་ན་ཡང་མི་བ་རང་ཧེ་དེ་ད་ཅི་ག་ཚིག་འཇོག་ནི་ཡང་ད་ཁྱིམ་འདི་ད།

འདུག་ངེས། དཔེར་ན་ཕ་མ་ལོ་རྒྱུས་སྦོམ་དགའ་དེམ་བརྗོད་ས་ཅི་རུ་བལྟས་བུ་སུ་གཅིག་གིས་ཡོད་ཚོད་ཅི་ཡིན་ནམ་གོ་ལོ་དེ་ལས་ཕ་མེས་ཀྱི་རྒྱུ་དེ་བརླག་བས་མིན་བུ་སུ་དེ་ཡིན་ན་མེ་ས་མེ་སྟབས་མ་བདེ་བུ་བས་བདེ་བའི་ཕ་མེས་རྒྱུ་དགའ་དེམ་གཅིག་དེ་ན་ལོ་བཏང་བས་ས་ཅི་རུ་བལྟས་ཀྱི་བས་ལོས་རྒྱུ་མ་སུ་སྟབས་མ་བདེ་བུ་སད་མ་སུ་བ་འཇོག་ནི་ད་ང་ནི་སུ་བས་ནི་ཆ་ནི་མི་རྟག་པ་བས་དོ་བ་ད་ང་ནི་བས་ནི་དེ་ང་གཅིག་གིས་ད་དོ་དོ། གཅིག་ནས་བར་དོ་དེ་རུ་འཁྲུལ་བས་ཀྱི་དབང་དུ་འདུས། གདོད་མའི་བྱ་བྱ་བ་ཡིས། སྐྱེ་གནས་བར་དོ་ཀྱི་འཁྲུལ་སྣང་ལ་ལོངས་སྤྱོད་གདོད་མའི་བྱ་བྱ་བ་ཡིས། དང། ང་ཅག་གིས་མི་རྟག་པ་ལ་རྟག་པ་བས་ཟིན་འདོད་ཡོད་པས་དེ་ལས་དང། སྡུག་བསྔལ་ལ་བདེ་བ་བས་ཟིན་འདོད་ཡོད་པས་དེ་ལས་སྡུག་བསྔལ་མོ། རྟོག་རྟོག་གོང་དུ་བཞུགས་མི་དེ་སུ་ཆ་ནིམ། རང་ལ་སྡུག་བསྔལ་བ་མི་གོ། རྟོག་རྟོག་དགའ་དགའ་བོ་རྟོག་རྟོག་མ་དགའ་བོ་ཅོག་མི་གོ། རྟོག་རྟོག་ཤམ་རྟོག་རྟོག་དེ་ད་ལྟ་ར་དེ་ལས་དགྲ་བློ་འཇུག། ད་ལྟ་ར་སྙེམས་པའི་འདོད་འདོད་དེ་ད་ལྟ་ར་དེ་ལས་བྱང་ཆེན་བློ་འཇུག། ད་ལྟ་རང་གི་བུ་གཞིས་སྤུངས་ཕོད་གཉིས་ཅན་མི་འདོད་འདོད་འདོད་དེ་ད་ལྟ་ར་གཞིས་ཀྱི་སྐྱིད་པའི་དེ་ལས་བག་རོ་ལོ་རྒྱུགས་དང་ར་སྡུག་བསྔལ་ཕོག་ནི་ད་ནི་བཟོ་མོད་ཀྱི་དེ་ལས་སྡུག་བསྔལ་དེ་ང་ཅི་ལོ་རྒྱུན་ཆད་མེད་པ་དུས་ནམ་ངོ་མ་ལོ་ང་ཅི་ལ་བདེ་བ་སྣང་ཡང་རྒྱུ་རིའི་སྡུག་བསྔལ་ཉིད་སྲིད་པོའི་སྡུག་བསྔལ་ལས་གྲོལ་སྐབས་མེད་དོ་ཟེར་གསུངས་སོ་བཟོ་མོད་ང་ཅི་ལ་ད་ང་ཅི་ལ་བྱ་ཆབ་ལ་སྡུག་བསྔལ་དེ་དེ་ལས་ནང་པའི་བསམ་པས་ཡོད་པ་ད་ནི་བོད་ད་ང་ཅི་ལ་བྱ་ཆབ་བདེ་བ་ཅི་ཡོད་པ་ཅི་འདི་ལྟ་བུ་ར་སྡུག་ཁོབ་བཟོ་མོད།

ལྗགས་བསྙེས་ཀྱི་བེ་རོའི་སྔ་ལྟས་ལས་འཕྲོས་སྒོ། དེ་གཉིས་བསྙེས་ནི་ཡིན་ཟེར་དེ་གཉིས་བུ་བཞི་ཡིན་དེ་གཉིས་ཕམ་སྤུན་ཆ་ཡིན་དེ་གཉིས་ཁྱམས་ལྟོག་ལྟོག་ཡིན་ཟེར་ཆགས་སེམས་ཀྱིས་སྐྱེས་ཡོང་མི་མོ་དེ་གཉིས་རྒྱུ་ནོར་ལོངས་སྤྱོད་ཡིན་ཟེར་དེ་སྔ་གཉིས་ཀྱི་ཐོབ་ལྐོག་ཟ་ཡིན་དེ་ཆ་ཡིན་སྔ་ལྟས་ལས་འཕྲོས་སྒོ་དེ་ལས་སྔ་ཆ་ར། ད་དེ་བཟོ་མེད་དེ་ལས་དེ་གཉིས་དགྲ་ཡིན་ཟེར་དེ་གཉིས་བྱང་ཆེན་ཡིན་ཟེར། ད་དེ་གིས་ང་ལོ་བཀྲ་མ་ཤིས་པའི་བུ་ཡིན་ཞེས་ཁོང་གིས་ང་ལོ་ཁ་གནས་པའི་སྟངས་ལྟ་བུ་ཡིན་ཞེས་ཁོ་ལྟ་བུ་རྒྱུན་དུ་ར་ང་ལོ་གནས་སྐད་དུས་མི་ཅིན་ཞོ་དེ་ང་དེ་ལས་འཕྲོས་གོ་མོ་ད་ང་གནས་པོ་དང་ང་སེམས་མེད་ད་ད་སེམས་མེད་དེ་དུས་ན་ཅི་ཡིན་ད་སེམས་མེད་དེ་ང་ཅ་ར་ཆོས་སྐྱེས་མོ་ད་དེ་ལས་ང་སེམས་མེད་དེ་ཆོས་སྐྱེས་ད་ཇི་སྟེ་གཉིས་ཤེས། དེ་ང་ཅ་ར་གིས་མ་ཤི་བཀའ་ནས་མི་ཨ་ང་ནི་མཆི་བས་འདི་ཡིན་ཞེས་མོ་ཨ་ང་ད་རི་ཕ་ཇོ་ནི་ཡིན་ཞེས་ང་ཚུ་ཨ་ད་འོང་ནི་ཡིན་ཞེས་ད་དེ་གཉིས་ཀྱིས་ཡིན་ཞེས།

སྣོད་སྐྱེ་མེད་ཀྱི་སྦྲང་མ་མ། ཚེ་རབས་ནས་ཚེ་རབས་ཀྱི་བར་ན་ཀུན་སློང་ལྔ་སྐྱེ་འོག་རྒྱལ་བཅུ་མེད་ཀྱི་དེ་དེ་ལས་ཕུང་བཞི་ངོ། མ་དམྱལ་བ་ལོ་སྐྱེའི་སྡུག་བསྔལ་མྱོང་བཅུ་མེད་ཁོ་ཡིན། ཡི་དྭགས་ལོ་སྐྱེས་བཀྲེས་སྐོམ་གྱི་སྡུག་བསྔལ་མྱོང། དེ་གསུམ་པའི་དུད་འགྲོ་ལོ་སྐྱེས་དེ་སྐྱེས་པའི་ཅི་ལ་ཅི་ས་དག་དག་དེ་ལས་ང་ཅག་ལ་བཀའ་ཉན་བསམ་གྱིས་མི་ཁྱབ་པ་མྱོང་བཅུ་མེད་ཁོ་ཡིན། དེ་གསུམ་པའི་མི་ལོ་སྐྱེས་འོང་ས་ཅི་རུ་མི་ལོ་རྟ་བབས་སྣ་བ་བདེ་བ་མེད་པ་ང་ཅག་ལ་ཡེ་ཤེས་ཡི་མུག། སྐྱེ་རྒ་ན་འཆི་ལ་སོགས་པའི་ཡིད་བདེ་སྡུག་བསྔལ་བཅུ་གཅིག་ཡུལ་ང་ཆར་སྡུག་བསྔལ་གྱི་སྡུག་བསྔལ་རྒྱུ་རུས་སྡུག་བསྔལ་ཆགས་པ་འདུ་བྱེད་ཀྱི་སྡུག་བསྔལ་གཉེན་ཉེ་བྱམས་པ་དང་བྲལ་ཡས་སྡུག་བསྔལ་སྒྲ་མི་སྡུག་པ་དང་ཕྲད་པའི་སྡུག་བསྔལ་འདོད་པ་ཐོག་ཏུ་མ་བབས་པའི་སྡུག་བསྔལ་མི་འདོད་པ་ཐོག་ཏུ་བབས་པའི་སྡུག་བསྔལ། ལྟ་དེ་ལས་སྐྱེ་རྒ་ན་འཆི་དང་བཅས་ཏེ་སྡུག་བསྔལ་བཅུ་གཅིག་ཡུལ་ང་ཆེན་མི་ལ་སྐྱེ་ཡོང་ས་ཆུ་ཟླ་བ་ན་བ་བདེ་བ་མིན་ཏེ་ང་ཆ་ལ་ག་ར་གི་ཤི་ས་ཡིན་ཏེ་སྡུག་བསྔལ་དེ་མྱོང་ས་བདེ་བ་དེ་དེ་ལས་ཡ་སྤྲིན་གྱི་བང་ལ་སྐུ་བླ་མ་ཉི་མ་ཨ་ཙི་རའི་དོན་རྟོགས་འཛུམ་པའི་ཡུལ་ཁྱོད་རེད་པས།

གཉེན་སྐྱོང་ནི་ཀྱི་བཅིང་བུ་ང་སེ་ཆོས་སེ་ཨང་རང་ཕྱོགས་ལོ་དང་ནི་རང་གི་ཕྱོགས་རི་ལོ་དེ་ལས་རང་གི་ཤ་ཆབ་ལོ་ཆ་རང་ལོ་མ་ག་མའི་ཤ་ཆབ་ལོ་བདང་བང་སྐྱི་ཨ་ད་ང་ནི་སྦས་མ་ཚ་སེ་ཨང་ང་ནིམ་ཀྱི་སྦས་གོ་སེ་ང་རྒྱུ་རྒྱུ་ནོ་ཨ་ནིམ་ཀྱི་བཟོ་གོ་སེ་ང་ལ་ཨ་ནིམ་ཀྱི་སྦས་ནི་ཡུས་སེ

དེ་འཁྲུལ་པ་སེམས་མི་ཟད་རྟོག་ཏུ་ཆུག་མི་དེ་སུ་ཡིན་དུས་ན་སྔོན་མ་ལོ་རྒྱུས་ན་ག་ཅི་ལོ་འབྲས་བུ་སྡུག་བསྔལ་ལུས་འཇུག་འཇོག་ནི་ཨིན་ས་ཅི་ལོ་གནས་སྐབས་ཀྱི་བདེ་བ་ཆུང་ཁུ་ཅི་ལོ་སྟོན་མི་ཤོར་བམ་དང་ནི་ལོ་ཆགས་དེ་སྐྱིད་པའི་ལག་པས་འཇུག་དེ་དཔེ་ཅི་བྱ་བ་ཅི་བཞེད་གོ་ཞིམ་རྟོག་ཏུ་ཅི་ན་ལུ་དུག་ཅི་ལྟ་བུ་ཡོད་པ་ཅི་དུག་དེ་ཀྱི་སྡུག་བསྔལ་དེ་རྣོ་ས་དྭངས་མ་ཞེས་དུག་ཡོད་པའི་དབྱིབས་མེད་མ་ཞི་བ་བཞེད་གོ་དེ་ཟ་བའི

དྲི་བཟུང་བའི་དེ་རྒྱས་རྔོག་ནི་མེ་བ་དོ་ཨ་ར་བྷ་ལས་དེ་ལས་ཐོབ་ནི་ཅི་བཟོ་མི་སུ་ག་ད་ཚུ་ལས་འོང་ནི་ཅི་བཟོ་མི་སུ་ག་ཟེ་ཡི་གིན་ནོག་ས་ཏང་ལས་གྱེས་པའང་ནི་བཟུང་བའི་ས་ལས་དུས་ཚོད་མ་ཁོ་མ་ཉིན་ཚེ་གཅིག་ལུ་གང་དྲ་ཁད་ཅི་བཞི་ཡོད་ས་ཅི་རུ་གང་དྲ་གཅིག་དང་གཉིས་ཡན་ང་ཅ་ར་གྱིས་དེ་དེ་ལས་དུས་ན་ཡོད་པའི་གྱི་ལ་སྦས་མ་སུབ་ཐ་ན་ཆ་ཆེ་ཚད་མ་སུབ་སྐོར་བ་ཞེས་བྱ་མ་སུབ་མ་ནན་ད་བ་ཛ་གུ་རུ་ཅེས་ལྗང་ལོ་མེ་བ

རྒྱུ་སྦོམ་གྱིས་སྙོན་དུ་བཏང། བཟོ་བཟོ་ཡིས་ལྕགས་ལ་ལས་བྱིན་ཏེ། དེར་ལོ་ཞུ་མ་སྟེ་ཕྱིའི་དུས་ཀྱི་སྔགས་འདི་དགེ་བའི་མེ་བཏང་དུག་གསུམ་ཅི་ར་བས་དུ་བ་དེ་ལ་སྔགས་འཆར། དང་ཡང་མ་སྲུས་གནམ་ས་ཐོག་ཐོག་བས་ཀྱི་མི་ལུས་འདི། དེ་ད་རེས་ན་མེ་ས་མེད་ཀྱི་བྱུང་སྦོམ་གྱིས་བ་བས་འཇོག་ཨི་མེད། དེ་དེ་བས་མེ་རི་ག་ཨི་མོ། ཟེར་བ་ཅན་འང་ནི་ད་བྱས་ལས་ད་སྐྱེས་ནས་བར་དོ་གྱིས་དེ་ལས་ཆགས་ཚུལ་ཤེས་བདག་ལུགས། སྐྱེས་བུ་རབ་འབྲིང་ཐ་མ་གསུམ་ཕྱི་ནས་ཡོད། རབ་འདི་ལོའི་གསུམ་ཕྱི་ནས་ཡོད་འབྲིང་འདི་ལོའི་གསུམ་ཕྱི་ནས་ཡོད། དེ་ཐ་མ་འདི་ལོའི་གསུམ་ཕྱི་ནས་ཡོད། ད་ནི་ང་ཅག་ལ་ཐ་མ་གི་རིགས། ཐ་མ་ན་ལས་རྟོག་ལ་ན་ལ་མ་མ་འབྲིང་འདི་ཐ་མ་གི་རིགས། ད་ནི་གསུམ་སྟེ་ང་ཅག་ལ་ཡ་ལོ་གཅིག་གི་རུ་ཤག་དང་ཤུག་ལོ་བརྒྱད་བར་དུ་བེད་ཚུབ་པས། ད་དེ་ལྟར་སྟོན་དུས་བོད་རང་གི་དར་མ་ནས་རྒྱང་ནས་འབར་རྫ་གུ་རུ་རྒྱང་ནས་སྐོར་བ་བྱབ་ནས་གནས་སྐོར་བྱབ་ནས་ལ་སོགས་བོད་ཀྱི་དེ་རྒྱལ་བ་བཀའ་གཏེར་སྒྲུབ་སོ་སོ་དེ་སྒྲུབ་འདུན་མའི་དད་པས་ཡོད་པ་མོ་ཐང་མ་ཡི་དད་འདོད་དེ་ལས་ཀྱང་ནི་སུ་རྒྱལ་རང་བདག་བདུད་འདུལ་བའི་ཡུལ་དབུ་ལམ་ཆོས་འདུལ་མ་དང་ནི་བུདྡྷ་ད་ད་རི་ཆར་ཚུལ་འདི་བཤད་པའི་ད་ག་ཅན་དོ་དོ་ག་ཅན་ཨ་ཡིག་ཁོ་བོ་ལས་སྐྱེས་ཤི་ན་མ་ཤི་ཚུན་ཚོད་ཀྱི་བང་ན་བསྐུར་གྱི་ལག་པས་ཐང་ཅིང་དུས་ན་ངོ་མ་ལོ་དེ་ལ་སྐྱེས་གནས་བར་དོ་ཟེར་མི་རི་མོ་སྐྱེས་གནས་བར་དོ་ཆར་ཚུལ་ཚོད་ད་ག་དེ་བན་བྱ་འོ་ཡིན་ན་ནི་བྱ་འོ་མདའ་ལོ་དང་ནི་བླ་མ་དང་པ་སྟོན་ཤི་ན་དེ་ལས་ང་བྱ་ར་གི་འདམ་ང་དེ་ཉམས་སུ་ལེན་འཇོ་ཡི་ག།

བདག་བསྟེན་ཤ་བདག་ཁོང་རང་གི་རང་དབང་གི་སྒོ་ལས་གསུམ་མེད་མ་ཁོང་གི་བེ་ས་ཅི་རེད་དུས་ན་ངོ་མ་ལོ་ང་ཅི་སེམས་ཅི་དེ་ལུག་རྒུབ་དེ་བདེ་བ་དེ་ཨིན་མོ་འགོབ་དེ་སྡུག་ཉེ་དེ་ཨིན་ཏང་ནི་མཐའ་ཐུག་གི་བདེ་བ་དེ་ག་དེ་དུས་ག་གནས་སྐབས་ཀྱི་བདེ་བ་དེ་ག་དེ་དུས་ག་ཞིབ་ཚོལ་རྫིས་དེ་གི་བའི་ཐ་ར་ཕྱི་མི་དེ་སངས་རྒྱས་མེད་སྡུག་ཉེ་དེ་ཙལ་ལ་ར་ཉོན་མོ་འགོབ་ཟོག་དེ་གི་བའི་ཏང་ནི་གི་ཞིབ་ཚོལ་ཐ་ར་ཕྱི་མི་དེ་སངས་རྒྱས་ཡིན་པས་ཏང་ནི་བའི་ནི་དེ་གི་སངས་རྒྱས་ལུགས་སྟོན་པ་སེ་ཤུག་བོ་མི་དེ་ར་ལམ་སྟོན་པ་ཐམས། ཅད་ཀྱི་ནང་གོང་ན་ལས་ཁྱད་པར་དུ་ཕར་ཞོག་ངོ་མ་འདི་སངས་རྒྱས་པས་ནི་འདི་ཡི་སྟོན་པ་བླ་མེད་སངས་རྒྱས། སྟོན་ང་ཅཱ་ར་ཏོ་ཏོ་བླ་མ་དགེ་ཡེ་ཤེས་ལྔས་ལ་སོགས་པ་དེ་གཟུགས་ཆགས་ཆགས་པ་ཀྱི་དེ་ལས་མ་འདུས་བྱ་སེམས་ཅན་སུ་ལ་ཐུགས་བརྩེ་བ་ཡིས་དགོངས་ཏེ་བགྱིས་པའི་སྣང་མེད་ཀྱི་གདམས་ངག་དེ་གོང་རྒྱུད་རྫོགས་རྫོགས་མེད་མ་གོང་ན་བླ་མ་སོ་སོ་སོ་རྒྱུད་རྫོགས་རྫོགས་མེད་དག་ཞིབ་ཚོལ་མཛད་དེ་དགེ་བའི་ཞིབ་ཚོལ་མཐའ་རག་ཕྱིན་དེ་དགེ་བའི་སྟེ་དེ་ལས་མཐར་ཐུག་གི་བདེ་བ་དེ།

སྟེ་དེ་ལས་ཐབས་ལམ་ཁྱད་པར་ཅན་འདི་ལུས་དམ་པའི་ཆོས་ཟེར་ལ། དང་ནི་པའི་ནི་འདི་ཀྱི་ཅོག་པ་ལ་མི་དམ་ཆོས་རིན་པོ་ཆེ་ཞེས་ཅོག་པ་ཅོག་པ་སེམས་དཔའ་བཀའ་བརྒྱད་འོང་འཁོར་རིགས་བདུན་ལྔས་ལ་ཡང་ཅོག་མི་འདི་ག་ཡིན་མིན་སངས་རྒྱས་ཀྱི་ཕྱག་གི་སེམས་ཅན་ཡང་གྲངས་མེད་དང་ནི་སངས་རྒྱས་ཀྱི་འཁོར་ར་བྱོན་སྲིད་ཀྱི་ལམ་འདི་ང་ཅི་ལུས་སྟོད་ན་རིགས་ཀྱི་པའི་དང་ནི་ང་ཅར་ཀྱི་ཉམས་སུ

ཟེར་མོ། ད་ཁོ་རེ་སྡུག་བསྔལ་ལས་ཡ་འདྲེ་མི་ངོ་བོ་དེ་སངས་རྒྱས་ཡིན་པས། ད་ནི་བེའུ་ད་སངས་རྒྱས་ཀྱི་གསུང་མིག་གི་ཆོས་དེ། ད་ང་ཅག་གདུལ་བྱ་སེམས་ཅན་སུ་ལུག་ད་ར་ན་ལ་མ་རིན་པ། བཞིན་དུ་རྒྱུན་མ་ཆད་པ་ག་ར་གི་སྡུག་བསྔལ་ལས་གྲོལ་བའི་ཐབས་མཐར་ཐུག་གི་བདེ་བ་ཐོབ་ནས་ཀྱི་ཐབས་ལམ་དུ་ལྡང་ཟིན་པས་དེ་གྱིས་པས་ད་ནི་སངས་རྒྱས་ཀྱི་ས་དགོ་རྣམས་ལ་ཡ། ད་བྱོལ་མེད་ཀྱི་ཆ་ལ་ནང་མི་ཆག་ཆ་ལུག་བརྒྱད་བདུན་སེ་ཤུག་ཡིན་མེད་འདྲེན་པ་ཡིན་མེད་འདྲེན་པ། ད་ང་ཅག་གདུལ་བྱ་སེམས་ཅན་འདི་སུ་མ་རྨོངས་པའི་གྱི་ལམ་ལས།